བོད་པའི་སྐད་ཡིག་དང་བོད་པའི་རིག་གནས་དེ་ཉམས་ཞན་པོ་དང་ཉག་ཕྲ་པོ་དེ་འདྲའི་ཆགས་ཡག་གི་རྒྱུ་མཚན་དེ་ལས་ལྟོ་གས་རྒྱབ་ཉལ་ཁྱེད་ཚོས་བཟོས་པ་རེད། བ་སྐྱེས་རྒྱལ་པོར་བཀོད་གྱུར་ན། རང་གི་རིགས་ལ་ལྷག་པར་སྡང་ཟེར་ཡ་དེ་དངོས་གནས་བདེན་པ་དེ་ཉག་རེད་འདུག་བ། རྣམ་རྒྱལ་ཚོ་སྐུ་ཁམས་བཟང། ད། ང་ནག་ཚོ་ནི་ཐུགས་རྒྱུད་ནག་ལོག་ལ་ཡ་བོད་སྐད་ཡིག་དེ་ནི་སྡང་བ་སྡང་ཡག་གི་ཚན་ཁག་བཟོ་ཡག་རེད་ཟེར་ད་གཏན་འཁེལ་བྱུང་བ་རེད། ད་དེའི་ཐད་ལ་ཡ་ཡང་བསྐྱར་གུས་པས་རྣམ་རྒྱལ་ཚོ་ལ་ཡ་ད་སྐད་ཆ་ཁ་ཤས་ཅིག་བཤད་འདོད་ལངས་སོང། མི་ནག་ཚོ། བོད་སྐད་ཡིག་འདི་ཐུགས་རྒྱུད་ནང་ལ་ཡང་ད་དམ་ག་གདང་ཡག་གི་ཚན་ཁག་བཟོས་པ་འདིར་ཡང་ཤོག་རྐྱེན་མང་པོ་ཞིག་རག་ཡོད་རེད་མི་ནག་ཚོ་བོད་རིགས་ལ་ཡང་ཆ་བཞག་པ་ཡིན་སོང་ན། ཐོག་མར་དང་ཐོག་དེ་ཡིན་སོང་ན། ད་དང་སང་ཡིན་སོང་ན་བོད་པའི་གི་སྤུ་གུ་མང་ཆེས་ཅིག་ཨ་ནི་བརྒྱ་ཆ་དགུ་བཅུ། རྒྱ་སྐད་གི་ལམ་ནས་འབྲེལ་འདྲིས་བྱེད་ཉེན་རྐྱང་རྐྱང་རེད། དེ་རིང་ཡིན་དུས་ཙམ་ནས་གལ་སྲིད་དམ་ག་གདང་རུ་བཅུག་པ་ཡིན་སོང་ན་སྤྱིར་བརྒྱ་ཆ་དགུ་བཅུ་ཐམ་པས་ཡིན་སོང་ན་ཨ་ནི། བོད་སྐད་ཡིག་དེ་འདམ་གི་མ་རེད། ད་དེ་ནས་གཉིས་པོ་དེ་ག་རེད་ཟེར་སོང་ན། ཕ་མ་ཚོས་ཨེ་ནི་སོ་སོའི་བུ་ཕྲུག་གིས་ད་དོལ་ཚོའི་འཕྲོ་བརླག་ལ་འགྲོ་གི་རེད་བསམ་བྱས་བྱས་བོད་སྐད་ཡིག་དེ་འདམ་རུ་བཅུག་མདོག་ཁ་པོ་མ་རེད། གསུམ་པ་དེ་ཡིན་སོང་ན། ཨེ་ནི་ཡང་བོད་པའི་གི་སྤྱི་ཚོགས་སྒང་ལ་ཡང་ད་བོད་སྐད་ཡིག་དེ་སྦྱངས་པ་ཡིན་སོང་ན་བོད་སྐད་ཡིག་གི་ཨེ་ནི་ལས་ཀ་རག་གི་མི་འདུག་བོད་སྐད་ཡིག་གི་ཁ་ལག་རག་གི་མི་འདུག་ཟེར་ཉན་མང་པོ་ཞེ་དྲག་ཡོད་རེད། ད་དེ་ལ་ཡར་བརྟེན་བྱས་ཡང་ཕ་མ་མང་པོས་བོད་ཡིག་དེ་འདམ་ཀ་བཏང་མདོག་ཁ་པོ་མ་རེད། ད། གལ་སྲིད། ང་ནགས་ཚོ་ལོ་ཆུང་ཚོས། བོད་ཡིག་དེ་མ་སྦྱངས་པ་ཡིན་སོང་ན། གནས་ཚུལ་མང་པོ་ཞིག་རག་ལྷག་གི་ཡོད་རེད། དང་ཐོག་ཡིན་སོང་ན། འཛམ་བུ་གླིང་གི་མི་རིགས་ཚང་མ་ལོ། སོ་སོའི་རིག་གནས་དང། ཨ་ནི་སོ་སོའི་གི་ད་ཅིག་གི། ཐུན་མོང་མ་ཡིན་པའི་ཁྱད་ཆོས་དེ་ཚོ། སྐད་དང་ཡི་གེ་ལ་བརྟེན་ཆེད་རྒྱུན་འཛིན་བྱེད་ཉན་རྐྱང་རྐྱང་རེད། ད་གལ་སྲིད། ང་ཚོ་བོད་པའི་གི་སྤུ་གུས་བོད་ཡིག་མ་སྦྱངས་པ་ཡིན་སོང་ན། ང་ཚོའི་ད་ལྟ་ཨ་ནི་ད་ཅིག་གི་རིག་གནས་ཕུན་སུམ་ཚོགས་པོ་མང་པོ་ཞེ་དྲག་ཡོད་རེད་འདི་གས་ཚང་མ་ལོག་རྒྱུན་ཆད་འགྲོ་གི་ཡོད་རེད་རྦད་དེ་ཁོ་ར་རྩ་སྟོང་ནས་བརླག་འགྲོ་ཡག་གི་ཉེན་ཁ་ཤུགས་ཆེན་ཡོད་རེད་ད་འདི་དངོས་གནས་ཧ་ཅང་ནས་གལ་འགངས་ཆེན་པོ་དང་ཧ་ཅང་ནས་ཡིད་སྐྱོ་དགོས་པའི་གདམ་ག་ཞིག་རེད་རྣམ་པ་ལ་འགྱེལ་སོང། ད་ཉེ་ཆར་ཡིན་སོང་བོད་པའི་ཕ་མ་མང་པོ་ཞིག་དབུ་སྙུང་བྱས་བསྡད་ཡོད་རེད། དབུ་སྙུང་ཡ་རྒྱུ་མཚན་ག་རེ་བྱས་སོང་ན། ད་སོ་སོའི་སྤུ་གུ་བུ་ཡུག་ཡོད་པའི་མཚན་ག་དེ་སྦྱང་རུ་འཇུག་གི་ཡིན་ན་ཡང་ན་བུ་ཡུག་མེད་པའི་མཚན་ག་དེ་སྦྱང་རུ་འཇུག་གི་ཡིན་ན་བསམ་བྱས་དབུ་སྙུང་གི་ཡོད་རེད། ཨ་ཅང་ཅང་ཁག་མེད་ད་ཁྱེད་རང་དབུ་སྙུང་དོག་ཁབ་རེད་ག་རེ་ཡིན་ཟེར་སོང་ན་ཕ་མ་གཅིག་གི་ངོས་ནས་བཤད་སོང་ན་བུ་ཕྲུག་གི་མདུན་ལམ་དང་བུ་ཕྲུག་གི་མ་འོངས་པ་དེ་དངོས་ནས་གལ་འགངས་ཆེན་པོ་ཞེ་དྲག་རེད། ཁྱེད་རང་དབུ་སྙུང་ཡ་རྒྱུ་མཚན་གཙོ་བོ་དེ་བུ་ཡིག་དེ་སྦྱངས་ནས། ཨ་ནི་སོ་སོའི་སྤུ་གུ་སློབ་གྲོགས་ཐོན་བྱས་ད་བུ་ཡིག་འདི་གས་སོ་སོའི་སྤུ་གུ་ལ་ཡང་རང་ཁ་རང་གསོ་ཐུབ་ཀི་ཡོད་ན་མེད་ན་བསམ་པའི་གི་བསམ་བློ་དེ་ཁྱི་དྲུག་ཡོད་རེད་དེ་འདྲ་ཡིན་དུས་ཁྱེད་རང་ཨུ་ཉུང་དགོས་རེད་དེ་རིང་དགོས་པའི་རྣམས་ལ་ངས་ཚོགས་ལ་ཡང་དགའ་མོས་ཅིག་ཞུ་ཡག་ཡོད་ད་ལྟ་ང་ཚོ་སྤྱི་ཚོགས་ཡོངས་ལ་ཡང་བལྟས་པ་དང་ཡང་ན་ལྷས་ས་གྲོང་ཁྱེར་ཁོ་ན་ལ་ཡང་བལྟས་བྱས་སྐད་ཆ་ཅིག་བཤད་པ་ཡིན་སོང་ན། ཕོ་བྲང་པོ་ཏཱ་ལའི་ནང་ལོགས་ཀྱི་སྣེ་ཤན་པ་དེ་ཚོ། བརྒྱ་ཆ་དགུ་བཅུ་མི་རིགས་གཞན་དག་གི་སྣེ་ཤན་པ་རྐྱང་རྐྱང་རེད། ང་ཚོ་བོད་རིགས། ཧ་ཅང་ནས་ཉུང་ཉུང་རེད། འདི་ཡོན་དགོས་ཡག་གི་རྒྱུ་མཚན་དེ་ག་རེད་ཟེར་སོང་ན། ང་ཚོ་བོད་པ་སོ་སོས་བོད་པའི་སྐད་ཡིག་དང་རིག་གནས་ལ་ཡང་མཐོང་ཆེན་བྱེད་ཀྱི་ཡོད་མ་རེད། དེ་འདྲ་ཡིན་དུས་ཁྱེད་རང་ད་ལྟ་དབུ་ཉོ་གི་ཡོད་རེད། ཕྱི་ཕྱོགས་ནས་ཡོད་སྐོར་ཡོང་པའི་མི་ཅིག་ངོས་ནས་བཤད་པ་ཡིན་སོང་ན་ཁོ་ཚོའི་བསམ་པ་ལ་ཡག་ད་བོད་པ་རང་གི་མི་ཅིག་གི་ཁོ་ལ་ཡང་སྣེ་ལེན་བྱེད་རོགས་བྱས་ན་བསམ་གི་ཡོད་རེད་ད་ཡིན་ན་ལས་དེ་ལ་ལས་དུས་ཙམ་བར་བོད་པའི་སྤུ་གུ་ཚང་མ་ལོ། བོད་ཡིག་སྦྱང་འདོད་མེད་པ་ཡང་ན་བོད་པའི་རིག་གནས་ལ་ཡ་དགའ་ཞེན་མེད་པ་རྐྱང་རྐྱང་གསུངས་ཙང་ཨ་ནི་གནས་དེ་ལ་ཡ་ཨ་ནི་མི་རིགས་གཞན་དག་གི་མི་ཨ་ནི་ཕྱི་ཕྱོགས་ཀྱི་མི་ལ་ཡ་སྣེ་ལེན་བྱེད་འོ་ཁེག་གི་ཡོད་རེད་ད་དེ་ཚོ་ཚང་མ་ལ་བསམ་བློ་བཏང་དགོས་ཡ་ཅི་རེད། ང་ར་སོ་སོ་ལ་ཡ་ཆ་ཆ་པ་ཡིན་སོང་ན་སློབ་གྲ་ཐོན་བྱས་ལོ་བདུན་ལ་ཡ་ཁ་ཐག་གིས་ལོ་བདུན་གི་ནང་ལོག་ལ་ཡ་ང་སོ་ཉལ་དེ་བོད་པའི་སྐད་དང་ཡི་གེ་ཡིན་ལ་བོད་པའི་རིག་གནས་དེ་ཡིན་ད་ལྟ་ཡིན་སོང་ན་ང་གསོད་པའི་མ་ཚད་ངའི་འོ་ལས་ཨ་ནི་བུ་གུ་ཁ་ཤས་ཀྱིས་ད་ང་ཚོ་གཉེན་པོ་ལ་ཡ་ལས་ཀ་དེ་འདྲས་བྱས་བྱས་བོད་པའི་སྐད་དང་ཡི་གེ་འདི་སོས་བསྡད་ཀྱི་ཡོད་རེད། ངས་བྱས་ན་བོད་པའི་སྐད་དང་ཡི་གེ་འདི་གི་སྟོབས་མ་བརྟན་པ་ཆེས་རྩ་བ་ཉིད་ནས་མ་རེད། ཁྱེད་རང་གིས་བོད་པའི་སྐད་དང་ཡི་གེ་འདི་ལ་མཐོང་ཆེན་མ་བྱས་པའི་རྐྱེན་གྱིས་རེད། དེ་འདྲ་ཡིན་དུས་ཁྱེད་རང་ལ་ཡང་སྟོབས་བསྡད་ཀྱི་ཡོད་མ་རེད་ལ། ད་ལྟ་བོད་སྐད་ཡིག་གི་གནས་བབ་འདི་ཉམས་ཞན་པོ་ཉག་ཕྲ་པོ་འདི་འདྲའི་ཆགས་ཡ་རྒྱུ་མཚན་དེ་ལས་ཁྱེད་རང་གིས་བོད་སྐད་འདི་ལ་ཡང་དགའ་ཞེན་མ་གནང་པའི་རྐྱེན་གྱིས་རེད། གོང་གི་སྐད་ཆ་འདི་གའི་ཚང་མ་ལོག་ད་ལྟ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ། བོད་སྐད་ཡིག་གི་ལྟོ་བསྡིག་གི་མི་འདུག་བོད་པའི་རིག་གནས་ཀྱི་ལྟོ་བསྡིག་གི་མི་འདུག་ཟེར། ལྟོ་གས་རྒྱབ་ཉེས་ཚོགས་ལ་ཡ་ཕུལ་བ་ཡིན། བརྙན་ཐུང་གི་རྗེས་ལ་ཡ་གུས་པས། ད་ལྟ་གདམ་ཀ་བཏང་དང་བཏང་བཞིན་པའི་གི་ཕ་མ་རྣམས་ལ་ཡ། ཨན་ཁྱེད་རང་གས་ཕྱོགས་གང་ས་ཅི་སྟེང་ནས་ཐུགས་བསམ་བཞེས་ནས་གདམ་ཀ་མ་ནོར་བ་ཞིག་གནང་རོགས་ཞུ་གི་ཡིན་ལ། ལྷག་པར་དུ་ང་ནག་ཚོ་བོད་ཡོངས་ཀྱི་བོད་མི་རྣམས་ལ་ཡ། ཨ་རྣམ་ལ་ཡས་ཚོས། བོད་ཀྱི་སྐད་ཡིག་དང་ཡང་ན་རིག་གནས་བཙན་སྐྱོང་སྤེལ་གསུམ་གྱི་ཐད་ལ་ཡིན་ཇི་ཡིན་ལྟ་དོ་སྣང་དང།